འཛམ་གླིང་གང་སར་བཞུགས་པའི་བོད་ཀྱི་སྐད་ཡིག་རིག་གཞུང་རྒྱལ་རབས་ད་ག་ནང་བཞིན་གཏམ་དཔེ་དེ་འདྲའི་ལ་དོ་སྣང་གནང་མཁན་ཚང་མ་ལ་ཨ་ནི་རྒྱ་གར་རྡོར་རྗེ་གླིང་ནས་སྔ་དྲོ་བདེ་ལེགས་ཞུ་གི་ཡོད། ཨ་ནི་ད་ངས་དེ་ག་རེ་ཞུ་ཡ་ཡིན་ཞུས་པ་ཡིན་ན། ཨ་ནི་དེ་རིང་ང་རང་ཚོའི་སྤྱི་ཚོགས་ལ་སློབ་སྦྱོང་གལ་ཆེན་པོ་ཡིན་པའི་སྐོར་ལ། སློབ་སྦྱོང་གལ་ཆེན་པོ་ཡིན་པའི་སྐབས་ལ་སྐོར་ལ་ཨ་ནི་ངས་ཁྱེད་རང་ཚོ་ལ་འགྲེལ་བཤད་ཅིག་ཞུ་དགོས་བསམ་བྱུང། ཨ་ནི། ད་སློབ་སྦྱོང་གལ་ཆེན་པོ་ཞེ་དྲག་རེད། དེ་ནི་ང་རང་ཚོ་ད་སྤྱི་ཚོགས་ཀྱི་ནང་ལ་སློབ་སྦྱོང་ལ་འཐུས་ཤོར་ཞེ་དྲག་འགྲོ་གི་འདུག་ག། སློབ་སྦྱོང་ལ་འཐུས་ཤོར་ཕྱིན་པའི་རྒྱུ་མཚན་ལ་བརྟེན་ནས་སྤྱི་ཚོགས་ཀྱི་བསམ་བློའི་གནས་ཚད་དཔེ་མི་སྲིད་དམའ་པོ། ལྟ་བ་ལངས་ཕྱོགས་གང་ཡང་མེད་མཁན། སོ་སོ་རང་གི་ཀླད་པ་བེད་སྤྱོད་བྱས་བྱས་འདི་ཡག་པོ་རེད་དམ་འདི་སྡུག་ཅག་རེད། ལབ་ཐུབ་ཡག་གི་ནུས་པ་མེད་མཁན། ཡིན་གྱི་མིན་གྱི་མི་གཞན་དག་ཅིག་གིས་འདི་སྡུག་ཅག་རེད་ད་ཟེར་ན་འདི་སྡུག་ཅག་ཡིན་པ་ཆ་བཞག། ཡང་མི་གཞན་དག་ཅིག་གིས་འདི་ཡག་པོ་རེད་ད་ལབ་པ་ཡིན་ན་འདི་ཡག་པོ་ཡིན་པ་ཆ་བཞག་བྱས་འདི་འདྲས། ལོང་བས། ལོང་བས། ཨ་ནི་གླེན་པ་ལ་ཁྲིད་པ་ནང་བཞིན། ཨ། ག་རེ་ཞུ་གི་རེད། རི་བོང་ཅལ་འདྲོག་ཟེར་ནས་ད་དེ་ཁྲུམས་གོ་མ་མྱོང་མཁན་ཕལ་ཆེར་ང་རང་ཚོའི་སྤྱི་ཚོགས་ནང་ལ་ཡོད་མ་རེད། རི་བོང་ཅལ་འདྲོག་གི་ནང་ལ་སྙིང་དོན་ག་རེ་རེད་ལབ་པ་ཡིན་ན། མི་གཞན་དག་གིས་ལབ་པའི་སྐད་ཆ་ལ་ཡིད་ཆེས་མ་བྱས། སོ་སོ་རང་གིས་རྣམ་དཔྱོད་བེད་སྤྱོད་བྱས་ནས་བསམ་བློ་བཏང་རྗེས། འདི་ཡག་པོ་ཡིན་དང་སྡུག་ཆ་ཡིན་དེ་བྱེད་དགོས་བྱེད་དགོས་ཀྱི་ཡོད་དང་བྱེད་དགོས་ཀྱི་མེད་སོ་སོ་རང་གིས་བསམ་བློ་བཏང་རྗེས་ཐག་བཅད་དགོས་ཀྱི་ཡོད་རེད CID ཨ་ནེ་རི་བོང་ཅལ་འདྲོགས་བྱེད་རེད་བ་ཨ་ནེ་ཁ་རི་ས་ཨ། སྤྲེའུ་གཅིག་གིས་ཨ་ནི། ཁར་ས་སྤྲེའུ་གི་དཔོན་པོ་དེ་གིས་ད་ག་ཆུའི་ནང་ལ་ཟ་ཤ་ཟོས་ནས་ལས་འགའ་ཕྱིན་པ་ནང་བཞིན། སོ་སོ་རང་གི་ཀླད་པ་བེད་སྤྱོད་བྱས་བྱས་འདི་བྱེད་དགོས་ཀྱི་ཡོད་དང་འདི་བྱེད་དགོས་ཀྱི་མེད། དེ་འདྲའི་བསམ་བློ་ཁྱོན་ནས་བཏང་མ་དགོས་མཁན་དེ་འདྲའི་ཅིག་ཆགས་ཡོད་པའི་བཟོ་འདྲ་བོ་འདུག་ད་ངས་དེ་སེམས་ཀྱིས་མ་བཟོད་ནས། དེ་འདྲ་ཞུ་གི་ད་རང་དོན་ཡིན་ན་སོ་སོ་རང་གི་འཚོ་བ་སྐྱེལ་ཡ་ཡིན་ན་དྲུང་ཐག་གཅོད། ཨ་ནི་སོ་སོའི་སྤྱི་ཚོགས་དང་ཨ་ནི། སྤྱི་ཚོགས་འདི་ལ་ཨ་ནི་ལྷོད་གཡང་ཤོར་གི་འདུག་ག། སྤྱི་ཚོགས་འདི། ཤིང་སྡོང་ནང་བཞིན་རེད། ཁྱེད་རང་དང་ཁྱེད་རང་གི་ཡལ་ག་ཁྱེད་རང་དང་ཁྱེད་རང་གི་ནང་མིའི་ཡལ་ག་ནང་བཞིན་རེད། ཤིང་སྡོང་སྐམ་སུ་ན་ཡལ་ག་སྐམ་རྒྱུ་ཐག་ཆོད་པ་རེད་བ། ད་ག་ན་བཞིན་སྤྱི་ཚོགས་སྤྱི་ཚོགས་ལ་དོ་སྣང་གནང་དགོས་ཀྱི་ཡོད་རེད། སོ་སོའི་ངོས་ནས་སྤྱི་ཚོགས་ཀྱི་ཆེད་དུ་ཞབས་ཕྱི་དེ་འདྲའི་གང་ཐུབ་ཐུབ་ཞུ་དགོས་ཀྱི་ཡོད་རེད་ད་སྤྱི་ཚོགས་ལ་བསམ་བློ་ག་རེ་ཞུ་དགོས་རེད་ཤ་ཞེན་ཡང་ཞེ་དྲག་མེད་པའི་བཟོ་འདྲ་བོ། གལ་སྲིད་བྱས་པ་ཡིན་ན་ཡང་འཁྲབ་སྟོན་གྱི་བཟོ་འདྲ་བོ་མ་གཏོགས་སེམས་ཀྱི་གཏིང་ནས་ཚོར་བ་ཞེ་དྲག་མེད་པའི་བཟོ་འདྲ་བོ་ཅིག་ཆགས་བསྡད་བཞག་འདི་ག་ནས་ཆགས་པ་རེད་ཟེར་ན། སློབ་སྦྱོང་མེད་པའི་རྐྱེན་གྱིས་ཤེས་ཡོན་མེད་པའི་རྐྱེན་གྱིས། ད། སོ་སོ་རང་གི་མི་ཚང་གི་སྐོར་ལ་ད་དྲུང་ཐག་ཆོད་ཡོད་རེད། ཨ་ནི་ག་རེ་ཞུ་དགོས་རེད། ཨ། ཡིན་ན་ཡང་སྤྱི་ཚོགས་འདི་དང་པོ་ཡིན་ཡིན་པ་ནང་བཞིན་རེད། ཁྱེད་རང་གི་ནང་མི་དང་སྤུན་མཆེད་དུ་ཚོས་ཡལ་ག་ནང་བཞིན་རེད། ཤིང་སྡོང་གི་རྩ་བ་སྐམ་པ་ཡིན་ན། ཨ་ནི་སོ་སོ་ཡང་ཕུང་རྒྱུ་བརྒྱ་ཆ་བརྒྱ་གཏན་འཁེལ་ཚར་བ་རེད། བྱས་ཙང་ངས་དེ།

ལོ་ཉི་ཤུ་རྩ་བཞི་ལྔའི་བོད་ཡིག་དང་བོད་སྐད་བསླབས་རྗེས་བོད་སྐད་ཟེར་མཁན་འདི་ཕྱུག་པོ་ག་ཚོད་ཡིན་མེད། ང་ལས་ལྷག་ག་སུ་གཅིག་གིས་ཧ་གོ་གི་ཡོད་ཀྱི་མ་རེད། ཕྱུག་པོ་ག་ཚོད་ཡོད་མེད། དཔེར་ན། རྨ་བྱ་ཡོར་བ་རྨ་བྱའི་འགྲོ་སྟངས་འདི་མཛེས་པོ་ག་ཚོད་ཡོད་མེད་རྨ་བྱས་ཧ་གོ་གི་ཡོད་མ་རེད། དེ་སོང་ཙང་ང་རང་ཚོའི་ལག་པ་ལ་ཡོད་པའི་ནོར་བུ་འདིའི་རིན་ཐང་མཁྱེན་ཡག་དཔེ་དཀའ་ལས་ཁག་པོ་ཡོད་རེད། བྱས་ཙང་ད་ང་ཚོས་དེ་སློབ་སྦྱོང་གནང་དགོས་ཀྱི་འདུག་ད་འདི་ལ་ཤུགས་སྐྱོན་རོགས་བྱས་ཕ་མ་ཚོས་སྤུ་གུ་ལ་སློབ་སྦྱོང་གནང་ཡག་ལ་ཤུགས་སྐྱོན་རོགས་བྱས་ཟེར་ཡག་ཡིན། ད་སྤུ་གུ་ལ་སློབ་སྦྱོང་གནང་པའི་སྐབས་ལ། སློབ་སྦྱོང་གནང་པའི་སྐབས་ལ་ཚིག་རེ་རེ་གཉིས་རེ་དོན་དག་བསླབ་བྱས། ཚིག་རེ་རེ་གཉིས་རེ་དོན་དག་བསླབ། འདི་བསླབ་ཚར་བའི་ཚེ་ལ་ཚིག་གྲུབ་ཀྱི་དོན་དག་བསླབ། དོན་དག་འདི་བསླབ་ཚར་བའི་ཚེ་ལ་དག་ཆ་ཡང་བསླབ། ཨཱ་ནི། དཔེར་ན་བརྗོད་གཞི་ཅིག་ཡོད་ན། Topic། Subject། གཅིག་ཡོད་ན་འདི་ཡི་སྙིང་དོན Moral of the Article འདི་ག་རེ་རེད། འདི་ཡིས་ཁྱེད་རང་ཚོས་འགྲེལ་བཤད་བརྒྱབ་པ་ཡིན་ན། ཨ་ནི་སྤུ་གུ་ཚོར་སེམས་ལ་འགྱུར་བ་ཐེབས་ཡ་སློབ་ཆུང་ཟེར་དུས་ཟེར་ནས་མཐོང་རྒྱ་ཆེན་པོ་བཟོ་ཡ་དང་ཨ་ནི་སེམས་ལ་འགྱུར་བ་བཏང་ཡ། རེད། བྱས་ཙང། ད་དང་པོ་ཕ་མ་ཚོས་སློབ་སྦྱོང་ལ་ཤུགས་སྐྱོན་དགོས་ཀྱི་འདུག་ད་ང་ཚོ་སློབ་སྦྱོང་གནང་པའི་སྐབས་ལ། ཨ་ནི། སློབ་ཕྲུག་ཚོའི་ངོས་ནས། ཨ་ནི། འགྲན་བསྡུར་བྱས་རྗེས། ང་དང་པོ་ལེན་གྱི་ཡིན། ཟེར་ནས་ཀུན་སློང་འདི་འདྲའི་ཅིག་འཁྱེར་ནས་སློབ་སྦྱོང་བྱས་པ་ཡིན་ན། ཨ། ཡག་པོ་ཞེ་དྲག་རེད་ཡིན་ན་ཡང་ཡང་དག་པའི་སློབ་སྦྱོང་མ་རེད་དེ། འགྲན་སེམས་ཀྱི། འགྲན་སེམས་ཀྱི་ངོས་ནས། ང་དང་པོ་ལེན་པ་བྱེད་ཀྱི་ཡིན་ཟེར་ཆེད་ཆེད་ཨ་ཡིག་ཚད་ལ་དང་པོ་ལེན་པ་ཡིན་ན་ཡང། ཨ་ནི་ཡང་དག་པའི་སློབ་སྦྱོང་ཅིག་རྩ་བ་ཉིད་ནས་མ་རེད་ཡིན་ན་ཡང་ད། སློབ་སྦྱོང་མ་བྱས་པ་ལས་དེ་འདྲའི་འགྲན་སེམས་ཁད་ཀྱིས་སློབ་སྦྱོང་བྱེད་པ་དང་ཡག་ག་ཡིན་དང་ཡིན། དེ་ནས་ཕ་མ་ཚོས་སློབ་སྦྱོང་གནང་པའི་སྐབས་ལ་ཕ་མ་ཁ་ཤས་ཀྱིས་ཨ་ནི་སྤུ་གུ། ཡིག་ཚད་ལ་ཨང་ཀི་ཡག་པོ་ལེན་ཡག་གི་སློབ་སྦྱོང་གནང་གི་ཡོད་རེད། ཡིག་ཚད་ལ། ཡིག་ཚད་ལ་དང་པོ་ལས་ཡ། དམིགས་ཡུལ་འདི་འདྲའི་གཅིག་ཁྱེར་བྱས། ཨ། ཕ་མ་ཚོས་སློབ་ཆུང་གླེང་གི་ཡོད་རེད། ད། ཕ་མ། ཁ་ཤས་གཅིག་གིས། ག་རེ་ཞུ་གི་རེད། དོན་དག་འདི་ཧ་གོ་གོ་རེད་དང་པོ་གླེང་དང་མ་གླེང། གལ་ཆེན་པོ་གང་ཡང་མ་རེད། འདི་དོན་དག་འདི་སྤུ་གུས་ཧ་གོ་གོ་གི་ཡོད་རེད། འདི་ཀློག་པ་ལ་བརྟེན་ནས་སྤུ་གུའི་སེམས་ལ། མཐོང་རྒྱ་ཐོས་རྒྱ་ཆེན་པོ་བཟོ་ཡ་དེ། ཨ་ནི། སློབ་ཆུང་སྤྲད་ཡ་གི་དམིགས་ཡུལ་གཙོ་བོ་དེ་ད་འདི་རེད་པ། འདི་རེད། ཨ་ནི། ད། ང་རང་ཚོ་བོད་པ་ཚོ་ད་འདི་འདྲའི་དཔེར་ན། ཅིག། ལས་ཀ་རག་ཡ་གོ་སྐབས་ཞེ་དྲག་མེད་པ་ལ་ཆ་བཞག་བྱས། ཨ་ནི་མང་ཆེ་བ་ཕྱི་རྒྱལ་ལ་ཕེབས་ཡ་དམིགས་ཡུལ། ཕྱི་རྒྱལ་ལ་འགྲོ་ཡག་མ་གཏོགས་དམིགས་ཡུལ་གང་ཡང་མེད་པ་འདི་འདྲའི་ཡང་མང་པོ་ཡོད་རེད་ད། ཁ་ཡོད་མ་རེད། ཁོ་དམིགས་ཡུལ་གཅིག་ལས་ཀ་ཐོབ་ཡག་གི་རེ་བ་མེད་ཙང། ཨ་ནི་ཕྱི་རྒྱལ་ལ་ཕྱིན་རྗེས་ད་ཕྱི་རྒྱལ་ལ་ཨ་ནི་གོ་སྐབས་མ་ང་ཡོད་པ་ལ་བརྟེན་ནས་ཨ་ནི་ཕྱི་རྒྱལ་ལ་འགྲོ་ཡག་གོ་སྐབས་བཙལ་གི་ཡོད་རེད་པ། ད་སློབ་སྦྱོང་གནང་པའི་སྐབས་ལ་དོན་དག་འདི་མཁྱེན་དགོས་ཀྱི་ཡོད་འདིའི་ནང་ལ་ག་རེ་བསླབ་ཀྱི་འདུག་ཨ་ནི་བསླབ་པའི་བྱེད་ལ་ཚིག་དྲུག་འདི་མ་སློབ་པའི་སྐབས་ལ་དོན་དག་མཁྱེན་ན། ཨ་ནི་སྤུ་གུ་འདི་དེབ་འདི་ངས་ཀློག་པ་ཡིན་འདིའི་ནང་ལ་སྙིང་དོན་དཔེ་མི་སྲིད་ཡག་པོ་འདུག་སྙན་པོ་ཞེ་དྲག་འདུག་བསམ་བསམ་བྱུང་བ་ཡིན་ན། ཨ་ནི་ཁོ་ན་དེབ་ཀློག་ཡག་ག་པོ་ཆགས་ཀྱི་རེད།

ཨ་ནི་ཕ་མ་ཚོ་ལ་ཡང་དཔུང་པ་ཡང་སྲིད་སྲིད། ཁོ་རང་ཚོ་རང་གིས་སློབ་སྦྱོང་བྱེད་ཀྱི་རེད་དོན་དག་ཧ་གོ་ན། ད་ཡིག་རྩེ་དང་པོ་ལས་ཡག་གི་དམིགས་ཡུལ་གཅིག་པུ་བཟུང་རྗེས་སློབ་སྦྱོང་བྱས་པ་ཡིན་ན། འདི་སློབ་སྦྱོང་གི་བྲོ་བ་དེ་ད་ཞེ་དྲག་རྙེད་ཀྱི་ཡོད་མ་རེད་གི། བྲོ་བ་དེ། དེ་འདྲའི་འབའ་སོང་ཙག་ད་ང་རང་ཚོས་སྤུ་གུ་ཚོ་ལ་སློབ་སྦྱོང་ཡིན་གཅིག་མིན་གཅིག་གནང་དགོས་ཀྱི་འདུག་ཨ། སོ་སོའི་མི་ཚང་ཡག་པོ་ཡོང་ཡག་གི་ཆེད་དུ་ད་ང་ཚོ་ལ་ང་ཚོ་གྲུང་ཐག་གཅོད་སྤྱང་ཐག་གཅོད་ཡོད་རེད་བ། ཡིན་ནས་ཁྱེད་རང་ཚོས་མཁྱེན་དགོས་ཡག་འདི་སྤྱི་ཚོགས་ལ་འཐུས་ཤོར་ཕྱིན་པ་ཡིན་ན། སྤྱི་ཚོགས་འདི་ཡག་པོ་མ་བྱུང་ན་ཨ་ནི་ཁྱེད་རང་གི་ལྟོ་གོས་དང་ལྟོ་གོས་བསྒྲིགས་པ་ཙམ་གྱིས་ཧ་ལས་ཡ་ཞེ་དྲག་ཡོད་མ་རེད། ཨ་ནི་ང་རང་ཚོ་ད་དེ་འདྲའི་ཁ་རས་ཤུགས་པོ་རེད། བོད་པ་ཚོ་སྤྱིར་བཏང་ང་ཚོ་ད་དེང་སང་དེ་འདྲ་ཡིན་ན་སྨྲས་ན། སྔོན་མ་ཡིན་ན་བོད་པ་ཟེར་མཁན་དེ་ལས་ཀ་ཧུར་པོ་ཞིག་པོ་ཅིག་རེད་ཟེར་ནས་སྐད་གྲགས་ཡོད་རེད་རྡོ་རྗེ་གླིང་ལ་ཆ་བཞག་པ་ཡིན་ན། བོད་པ་ཟེར་མཁན་དེ་ལས་ཀ་ཧུར་པོ་ཡོད་རེད་དཀའ་ལས་རྒྱབ་ཐུབ་མཁན་རེད་ཟེར་ནས་དེ་འདྲའི་སྐད་གྲགས་ཡོད་རེད།

ཨ་ནི་ང་དཀའ་ལས་རྒྱབ་ཀྱི་ཡོད། གསུང་གི་ཡོད་རེད། སྤུ་གུའི་ཆེད་དུ་ང་དཀའ་ལས་རྒྱབ་ཀྱི་ཡོད། ད་སྤུ་གུའི་ཆེད་དུ་དཀའ་ལས་རྒྱབ་ཀྱི་ཡོད་ཅེས་ཁྱེད་རང་ཚོ་དངུལ་གྱི་ཆེད་ལ་ཞེ་དྲག་རྒྱུགས་པ་ཡིན་ན། ཨ་ནི་སྤུ་གུ་ཡང་ཕ་ཕྱོགས་དེ་སྤུ་གུ་ལ་ལྷོད་གཡང་ཤོར་རྗེས་སྤུ་གུ་འཕྲོ་བརླག་འགྲོ་ཡ་ཉེན་ཁ་ཡོད་རེད་པ། ཨ་ནི་སྤུ་གུ་འཕྲོ་བརླག་ཕྱིན་པ་ཡིན་ན་ཁྱེད་རང་གི་དཀའ་ལས་རྒྱབ་པ་ཚང་མ་ཆུད་ཟོས་རེད།

ཁང་པ་ལྔ་དྲུག་བཟོས། བྱེད་དུས་བརྩམས་པ། ཨཱ་ག་རེ་བྱས་ནས་དཀའ་ལས་རྒྱབ་ཀྱི་ཡོད། སྐད་ཆ་དྲིས་པ་ཡིན་ན། ཨཱ་ནི་ངས་དེ། ང་ཕ་མ་ག་འདྲའི་ཡག་པོ་འདུག་ང་ཚོའི་སྤུ་གུའི་ཆེད་དུ་དཀའ་ལས་དེ་འདྲས་རྒྱབ་ཀྱི་ཡོད། གསུང་གི་རེད་པ། ཡིན་ན་ཡང། ཁྱེད་རང་གི་དཀའ་ལས་རྒྱབ་ཡག་དེ། དཀའ་ལས་རྒྱབ་ཡག་གི། དཀའ་ལས་བརྒྱབ་ཡ་གི་རྒྱུ་ཆེན་འདི། གཞན་དག་ཅིག་རེད་མི་འདུག་གས། ང་རྒྱལ་རེད་མི་འདུག་གས་ངའི་ཁྱིམ་མཚེས་དང། ངའི་ཁྱིམ་མཚེས་ཀྱི་ཁང་པ་ཐོག་བརྩེགས་གཉིས་བཟོས་སོང། བྱས་ཙང་ང་ཁང་པ་ཐོག་བརྩེགས་གསུམ་བཟོས་ཐུབ་པ་བྱེད་ཀྱི་ཡིན་ཟེར་ནས་ཁྱེད་རང་གི་འདི། འགྲན་སེམས་མ་རེད་པས། ཡང་ན་ཁྱེད་རང་གི་དཀའ་ལས་བརྒྱབ་ཡ་འདིས་འདོད་རྔམ་མ་རེད་པས་འདིས་རྒྱབ་རོགས་ལ་རྒྱུ་རྐྱེན་འདིས་འདོད་རྔམ་མ་རེད་པས། ཡང་ན་གཏི་མུག་མ་རེད་པས། རྒྱ་གར་ཚོས་འདི་འདྲ་མ་ཁ་ཤས་ཀྱིས་འདི་འདྲ་ཟེར་གྱི་འདུག་ས་ཨ་ནི་བོད་པ་ཚོ་ནང་ཁུལ་འགྲན་བསྡུར་བྱེད་ཆེད་ཁང་པ་གཅིག་ལས་གཅིག་ཆེ་བ་སོ་གཅིག་ལས་གཅིག་ཐོ་བ་བཟོས་རྗེས་ཨ་ནེ་ཡུལ་མི་ཚོས་དེ་འདྲའི་ལབ་གི་འདུག་ས་ཁྱེད་རང་ཚོ་ཁང་པ་བཟོས་ཤིག་མཐའ་མ་ལ་ང་ཚོ་བསྡད་ས་རེད་ཟེར་གི་འདུག་ས་ད་ཡག་པོ་མ་བྱུང་ན་འདི་འདྲའི་ཡང་ཡོང་ཡ་ཉེན་ཁ་ཡོད་རེད་པ་ཨ་ནེ། ངས་ག་རེ་ཞུ་ཡ་ཡིན་ཟེར་ན་དངུལ་མེད་ན་མེད་ཐབས་མེད་པ་རེད། ཡིན་ན་ཡང། འདི་ལས་གལ་ཆེ་བ་དེ། སོ་སོའི་རྒྱུ་ནོར། འདི་སོ་སོའི་སྤུ་གུ་རེད། ཨ་ནི་སྤུ་གུ་ལ་སློབ་སྦྱོང་ཡག་པོ་ཅིག་སྤྲད། སློབ་སྦྱོང་ཡག་པོ་ཞིག་སྤྲད་ཅིང་ངའི་སྤུ་གུ་དེ་ཆེན་པོ་ཆེན་པོ་ཆགས་པའི་ཆེད་ལ་དགེ་རྒན་བྱེད་ཀྱི་མེད་སློབ་དགེ་རྒན་ནི་བྱེད་ཡ་མེད། ཨཱ་ནི། སློབ་སྦྱོང་བྱས་ནས་ག་རེ་བྱེད་དགོས་རེད། ལབ་པ་ཡིན་ན། དཔེར་ན། ཁྱེད་རང་ཞིང་ལས་བྱེད་ཀྱི་ཞིང་ལས་བྱེད་ཡ་ཡིན་ན། ཞིང་ལས་ག་འདྲས་བྱེད་དགོས་ཀྱི་ཡོད་མེད། དེབ་ཀྱི་ནང་ལ། མི་མང་པོ་མི་གཅིག་གིས་ཉམས་མྱོང་མང་པོ་བསགས་པའི་ཆེད་ལ་ཞིང་ལས་བྱེད་པའི་སྐབས་ལ་ཞིང་ལས་འདི་འདྲས་བྱེད་དགོས་རེད་དང་དུས་ཚོད་འདི་འདྲས་ཅིག་ལ་སྟོན་ཐོང་སྟོན་ཐོག་འདི་དང་འདི་བཏབ་དགོས་རེད་ཟེར་ཏེ། ཞིང་ལས་བྱེད་མཁན་ཡིན་ན་ཡང། ཞིང་ལས་བྱེད་ཡག་གི་སློབ་སྦྱོང་འདི་ག་ནས་རག་གི་རེད་ཟེར་ན་དེབ་ནས་རག་གི་རེད། མ་རེད་ང་ཁ་ལག་ཞིབ་ང་མ་ཅན་ཅིག་ཡིན་ཁ་ལག་བཟོ་ཡག་ལ་ང་དབྱིངས་ཡོད་ལབ་པ་ཡིན་ན་ཡང་ཁ་ལག་ཡག་པོ་ཅིག་ག་འདྲས་བཟོ་དགོས་ཀྱི་ཡོད་མེད་མ་ཅན་མཁས་པ་ཚོས་མ་ཅན་མཁས་པ་ཚོས་དེབ་ཀྱི་ནང་ལ་བྲིས་བཞག་ཡོད་རེད་དེ་དེབ་དེ་ཀློག་ནས་དོན་དག་ཧ་གོ་ཐུབ་མཁན་ཅིག་ཡིན་ན་ད་མ་ཅན་བྱེད་པའི་སྐབས་ལ་ཨ་ནི། དང་པོ་འདི་ཆེ་གོར་ཟེགས་འདུག་གཉིས་པ་འདི་ཆེ་གོར་ཟེགས་འདུག་འདི་ཁོ་རང་སྔོན་མ་འཛམ་བུ་གླིང་ལ་མ་ཆེན་སྐད་གྲགས་ཆེན་པོ་ཅིག་གིས་བྲིས་པ་རེད་ཟེར་གྱི་འདུག་ཟེར་ནས་འདི་ཀློག་པ་ཡིན་ན་མ་ཆེན་ཡག་པོ་ཅིག་ཆགས་ཡ་རེ་བ་ཡོད་རེད། ཨ་ནི། ང་དམག་མི་ཅིག་ཡིན་ང་སློབ་སྦྱོང་བྱས་ནས་གར་ཆེ་གོར་ང་དམག་ལ་འགྲོ་ཡ་ཡིན་ལབ་པས་ན། དམག་ག་འདྲས་སྐྱབས་པོ་རེད་ཡོན་ཏན་ག་རེ་ག་རེ་ཚང་དགོས་ཀྱི་ཡོད་རེད། དམག་ཆེན་གཉིས་པའི་སྐབས་ལ་ཨ་ནི་གཞུང་གིས་དམག་རྒྱས་པའི་སྐབས་ལ་ད་གར་ཆུ་བོ་རས་ཆ་བཞི་སྒྲིག་སྟངས།

ཨ་ནེ་ནེ་པོ་ལིན་ཨུ་རུ་སུ་ལ་དམག་རྒྱབ་འགག་འགྲོ་དུས། ཨ་ནེ་དུས་ཚོད་འདི་དགུན་ཁ་ཁེལ་བ་རེད་ས། དགུན་ཁ་ཁེལ་ནས་གངས་ཞིབ་པོ་ཅིག་བབས་རྗེས། ཨ་ནེ་ནེ་པོ་ལིན་ཨུ་རུ་སུ་ནས་གཏོང་ལོག་ཆེ་བོ་བྱུང་བ་རེད་ས་དེ་འདྲའི་དུས་ཚོད་དང་མང་པོ་ཅིག་དམག་རྒྱབ་སྟངས་ཀྱི་སྐོར་ལ་ཡང་དེབ་ཀྱི་ནང་ལ་བྲིས་ཡོད་རེད། ག་རེ་གཅིག་ཆེ་བོ་བྱུང་ན་ཡང་དེབ་ཀྱི་ནང་ལ་ཡོད་རེད། དེ་འདྲའི་ཆེ་གོར་དང་དེ་ཆེ་གོར་དང་ག་རེ་ཤོད་གོ་རེད། སྨན་པ་ཞིག་ཡིན་ན་ད་ཡིན་ད་ཡིན་དེབ་ཀློག་དགོས་ཀྱི་ཡོད་རེད་པ་སྨན་པ་ཨམ་ཅི་བྱེད་དགོས་ཀྱི་ཡོད་ན། གང་ལྟར་མང་ལྟར། ལས་ཀ་ག་འདྲས་ཅིག་བྱེད་དགོས་བྱུང་ན་ཡང། ཨ་ནི་སྔོན་མ་སྔོན་མ་ཉམས་མྱོང་ཡོད་མཁན་ལོ་མང་པོ་བྱས་ནས་ཨ་ནི་ཉམས་མྱོང་ཡོད་མཁན་མི་དེ་ཚོས་ཨ་ནི་ཚང་མ་དེབ་ཀྱི་ནང་ལ་བྲིས་བཞག་ཡོད་རེད། ཨ་ནི། བོད་ཡིག་ཡང་ཀློག་མ་ཤེས། དབྱིན་ཇི་ཡང་ཀློག་པ་ཡིན་ནའི། ཕྱེད་ཀ་གོ་ཚོད་ཕྱེད་ཀ་གོ་མ་ཚོད་ཧིན་དི་ཡང་ཡག་པོ་བྱས་ནས་ཀློག་མ་ཤེས་འདི་འདྲའི་ཆགས་པ་ཡིན་ན། ཨ་ནི། སློབ་ཆུང་ཡོང་སའི་སྒོ་དེ་ཨ་ནི་འགག་ཚར་བ་རེད། དབྱིན་ཇི་མི་གཅིག་གོ་གི་ཡོད་རེད། དེ་ནི་དགེ་རྒན་གཅིག་ཡིན་པ་ཡིན་ན་ཡང། ད་དགེ་རྒན་གཅིག་ཡིན་པ་ཡིན་ན། དཔེར་ན་དེབ་ཅིག་བྲི་མཁན་ཡིན་པ་ཡིན་ན། དེབ་བྲིས་པའི་སྐབས་ལ། ཨ་ནི་མི་ཚོས་ད་རྩོམ་པ་པོ་ཡོར་བ་རྩོམ་པ་པོས་དེབ་བྲིས་པའི་སྐབས་ལ་ཨ་ནི་ཚིག་ཁྲག་རིལ་ཁྲག་རྩེད། ཚིག་དཀའ་ལས་ཁག་པོ། ཚང་མ་ཡར་བྲིས་བཅས། ཨ་ནི། ཁྱེད་རང་ཚོས། ཁྱེད་རང་ཚོ་ལས་ང་ཞེ་དྲག་ཡོན་ཏན་ཆེ་བ་ཡིན། ཁྱེད་རང་སོ་དྲོ་པོ་འདི་འདྲས་ཀྱི་ངེད་ཀྱི། གནས་ཚད་འདི་བསྙབ་གི་མ་རེད་ཟེར་མཁན་སོགས་རིན་པོ་ཆེ་བཅས་འདི་འདྲའི་བྲིས་ཡག་གི། མིའི་རང་བཞིན་ལ་འདི་འདྲའི་ཡོད་རེད་ས། ཁོ་དཀའ་ལས་ཁག་པོ་རྐང་བཙུགས་ནས་བཟོས་བྱས་ག་རེ་བྱས་ནས་རྐང་བཙུགས་ནས་དཀའ་ལས་ཁག་པོ་བཟོ་གི་ཡོད་རེད་ཟེར་ན་ཨོ་ཧོ་རྩོམ་པ་པོ་འདི་མཁས་པ་ཞིག་པོ་ཡིན་ས་རེད། ཁོ་རང་གིས་བྲིས་པའི་རྩོམ་ཡིག་འདི་ངས་རྩ་བ་ཉིད་ནས་མགོ་ཚོས་གི་མི་འདུག་ཁོ་རང་གི་ཤེས་ཚད་འདི་དཔེ་མི་སྲིད་མཐོ་པོ་རེད། བསམ་ཡོང་བསམ་གྱིས་རྐང་བཙུགས་ནས་དཀའ་ལས་ཁག་པོ་བཟོ་གི་ཡོད་ས། ཨིན། ཧྥ་རན་སི་སྐད་ལ་གཏམ་དཔེ་ཅིག་ཡོད་ས། ཧྥ་རན་སི་སྐད་ལ། འདི་ལས་དཀའ་ལས་ཁ་ཁ་བཟོ་ཐུབ་གི་ཡོད་ན། འདི་ལས་དཀའ་ལས་ཁ་ཁ་བཟོ་ཐུབ་གི་ཡོད་ན། ག་རེ་བྱས་ནས་ལས་སླ་པོ་བཟོ་གི་རེད་ཟེར་ནས། ཁོ་དེབ་བྲིས་མཁན་གྱི།

དོན་དག་གང་ཡང་ཧ་གོ་གི་མི་འདུག་ག་རེ་ལབ་ཡ་ཐབས་ཤེས་བྱེད་ཀྱི་ཡོད་རེད་ཟེར་ནས། ཕྱི་རྒྱལ་བ་ཚོས་ཕྱག་ལས་རྒྱག་གི་འདུག་ག། གང་ལྟར། དེབ་བྲིས་པའི་སྐབས་ལ། ཁ་ཤས་ཀྱིས། སོ་སོ་མཁས་དབང་ཡིན་པ་ཁུངས་སྐྱེལ་བྱེད་ཡག་གི་གོ་སྐབས་བཙལ་ནས་དེབ་བྲིས་ཀྱི་འདུག་ག། ད་ངས་དེ་གར་ཅིག་ཡོད་རེད་ཟེར་ན། སློབ་ཕྲུག་ཅིག་ལ་དཀའ་ངལ་ག་རེ་ག་རེ་འཕྲད་ཀྱི་འདུག་ཉི་མ་གཅིག་ལ་ཚིག་ག་ཚོད་འཆང་ཐུབ་ཀྱི་རེད་ཚིག་གསར་པ་ག་ཚོད་འཆང་ཐུབ་ཀྱི་རེད། འདིའི་བསམ་བློ་བཏང་ཆེད། སློབ་ཕྲུག་ཅིག་གི་ཕྱོགས་ནས་དཀའ་ངལ་ག་རེ་ག་རེ་ཡོད་མེད་འདི་ལ་བསམ་བློ་བཏང་ཆེད། དེབ་བྲིས་དགོས་བྱུང་ན་ཡང་རེད་འདི་བསླབ་དགོས་བྱུང་ན་ཡང། འདི་ཧ་གོ་ཡ་ལས་སླ་པོ་ཞིབ་པོ་ཅིག་བཟོས་ཆེད་ངས་བསླབ་ཀྱི་ཡོད། དེ་འདྲ་བྱས་བྱས་ད་ད་ང་རང་ཚོའི་ཡུལ་མི་ཁ་ཤས་ང་མཉམ་དུ་ལོ་བཅུ་གཅིག་བཅུ་གཉིས་སློབ་སྦྱོང་གནང་བ་རེད། བཅུ་གཅིག་བཅུ་གཉིས། གཞས་གཏང་ཟེར་ན་ཡང་གཏང་ཆོག་ཆོག་ཞབས་བྲོ་འཁྲབ་ཟེར་ན་ཡང་འཁྲབ་ཆོག་ཆོག་བོད་ཡིག་ཀློག་ད་ཟེར་ན་ཡང་ཀློག་ཆོག་ཆོག་དཔེ་ཆ་ཀློག་དགོས་བྱུང་ན་ཡང་ཀློག་ཆོག་ཆོག། གསུང་ཆོས་གནང་པའི་སྐབས་ལ་ཡང་གང་ལ་གང་འཚམ། ཧ་གོ་གི་འདུག་གསུང་གི་འདུག་དེ་འདྲས་ཀྱི། ད་དགེ་རྒན་གྱི་ཕྱོགས་ནས་ཁོ་སྤུ་གུ་སློབ་ཕྲུག་ལ་དཀའ་ངལ་ག་རེ་འཕྲད་ཀྱི་ཡོད་རེད། འདི་བསམ་བློ་བཏང་བྱས། ད་སྔོན་མ་ང་ཚོ་སློབ་གྲྭ་ལ་ཡོད་པའི་སྐབས་ལ། བོད་ཡིག་གཅིག་པོ། དེབ་བདུན་བཟི་ཡོད་རེད། སྙན་ངག་གསུང་རྟགས་ཁར་ས་ཆུ་ཤིང་བསྟན་བཅོས་རྒྱལ་རབས་ད་དེ་འདྲ། ཨ་ནི་དེའི་སྒང་ལ་ཨང་རྩིས་ཀློག་བྱང་སྐོར་བ། ཨ་ནི Geography ཨ་ནི་རྒྱ་གར་གྱི་རྒྱལ་རབས་ཨ་ནི་རྒྱལ་སྤྱིའི་རྒྱལ་རབས་ད་དེ་ག་དེ་ཚང་མ་ལོ་གཅིག་ལ་བྱང་ཐུབ་ཀྱི་རེད་པས། འདི་ཕ་མས་ཆ་ཤིག་དགོས་མཁན་གྱིས་ཆ་ཤིག་དགོས་པའི་སྐབས་ལ། སྤུ་གུ་གཅིག་གི་ཀླད་པའི་ནང་ལ་ལོ་གཅིག་གི་ནང་ལ་འདི་ཤོང་གི་རེད་པས་འདི་བསམ་བློ་བཏང་དགོས་ཀྱི་ཡོད་རེད་པ། དེ་འདྲ་གཅིག་ག་རེ་ཞུ་དགོས་རེད། སྤུ་གུ་ལ་ཁ་རྩ་སློབ་སྦྱོང་སྤྲད་དགོས་རེད་ཟེར་ནས་དེབ་མང་མཐའ་དཔྱོད་བཏང་ཤག་པས་ཡིན་ན་སྤུ་གུས་འདི་གླགས་འཁྱེར་གི་མ་རེད། འདིས་ཕན་གཡག་གི་ཚབ་ལ་སྤུ་གུ་ཚོ་སེམས་ཤུགས་བཅག་གི་རེད། ཨ་ནེ། དེ་འདྲ་བྱེད་ཆེད་ང་རང་ཚོའི་སྤྱི་ཚོགས་ཀྱི་ནང་ལ། སློབ་སྦྱོང་ལ་འཐུས་ཤོར་ཞེ་དྲག་འགྲོ་གི་འདུག་ཨ་ནེ། དེ་འདྲའི་གཅིག་གི་ཁར་ཤུ་བ་རེད་སློབ་སྦྱོང་གལ་ཆེན་པོ་ཡིན་པའི་སྐོར་དང་དེ་འདྲའི་ཤ་ཚའི་ཐོག་ནས་ཨ་ནེ་སོ་སོའི་ཉམས་མྱོང་ལ་བྱུང་བའི་ལོ་རྒྱུས་དེ་འདྲ་གསུངས་པ་ཡིན་ན། ཨ་ནེ། ང་ཚོ་བོད་པའི་སྤྱི་ཚོགས་ལ་མཐོང་རྒྱ་ཐོས་རྒྱ་ཆེ་རུ་འགྲོ་གི་རེད་བ། ད་འདི་འདྲའི་མ་ཡིན་པ་བྱས་ཨ་ནི་གདོང་པ་བས་མིང་རྫུན་མ་རྒྱབ་ཨ་ནི་སྐད་ཆ་དུག་རེ་ངན་ཚད་བཤད་ཡག་དེ་འདྲས་ཨ་ནི་འདི་བཤད་མཁན་དེ་ཤེས་གི་ཡོད་རེད་ག་རེ་བྱས་ནས་ཤེས་གི་ཡོད་རེད་ཟེར་ན་ཉན་མཁན་དེ་ཚོ་དགའ་པོ་ཞེ་དྲག་ཡོད་རེད་དེ་འདྲས་ལ། དེ་ཉན་མཁན་དེ་དགའ་པོ་ཡོད་པས་ག་རེ་བྱས་ནས་དགའ་གི་ཡོད་རེད་ཟེར་ན་མི་དེ་སློབ་སྦྱོང་མེད་པས། རྒྱུ་མཚན་ལ་བརྟེན་ནས་དེ་འདྲའི་སྐད་ཆ་ཆོ་མེད་པ་དེ་འདྲའི་བཤད་ཡ་ལ་དགའ་པོ། ཉན་ཡ་ལ་དགའ་པོ། མི་ཡི་སེམས། བསམ་བློའི་གནས་ཚད། སློབ་སྦྱོང་གི་གནས་ཚད་དེ་དམའ་དྲགས་ཙང། ཨ་ནི། ད། ཁ་ཤོར་ངོ་བལྟས་དེ་འདྲའི་ནང་ལ། མིང་རྫུན་མ། དོང་པ་མེད་པ། དེ་འདྲའི་གི་ད་སྐད་ཆ་སྡུག་ཅག་ཁོ། སློབ་སྦྱོང་སྐད་ཤོད་མཁན་ཞིག་ན། ཕ་མཆོག་གི་མི་དེ་གདོང་པ་སྦེད་གི་འདུག་མིང་ཡང་དྲང་པོ་ཤེས་ཀྱི་མི་འདུག་ཁོས་ང་ཚོ་ལ་ལམ་ལོག་པ་ཅིག་ལ་ཁྲིད་ས་རེད། ཁོ་རང་ལ་ཡང་གདེང་ཚོད་མི་འདུག་ཁོ་མི་སྡུག་ག་ཅིག་ཡིན་ས་རེད་ཟེར་ནས་ལམ་སང་འཁེན་དགོས་ཀྱི་ཡོད་རེད་པ། ཨ་ནི། སློབ་སྦྱོང་མེད་པ་ལ་བརྟེན་ནས། ཨ་ནི། ང་རང་ཚོའི་སྤྱི་ཚོགས་དེ་དེ་འདྲའི་ལ། དོགས་པ་མ་སྟོན་མཁན། སྐད་ཆ་དོག་རིགས་ངན་ཚད་བཤད་མཁན། གནམ་གྲུ་ཟགས་ནས་ཤི་བ་ཤོག་ཟེར་མཁན་དེ་འདྲའི་དང། ཨ་ནི། མིང་རྫུན་མ། དེ་འདྲའི་ལ། དེ་འདྲའི་གི། བརྙན་ཐུང་གཟིགས་ཡག་ག་བོ་དུས་ཚོད་འཕྲོ་བརླག་རེད། འདི་ཁོ་རང་གི་དུངས་པ་མ་བསྟན་ཡག་གི་རྒྱུ་ཚན་ག་རེད་ཟེར་ན། ཁོ་རང་ལ་འདི་བཤད་ཡག་གི་གདེང་ཚོད་ཡོད་མ་རེད། འདི་བཤད་ཡག་གི་སྤོབས་པ་ཡོད་མ་རེད། ཁོས་ལམ་ལོག་པ་ཅིག་ལ་འཁྲིད་ཀྱི་ཡོད་པ་དེ་བརྒྱ་ཆ་བརྒྱ་ཏན་ཏན་རེད། དེ་འདྲ་བྱས་བྱས་ད་ངས་དེ་ད་ང་དེ་དངུལ་ཡོང་ཡག་གི་ཆེད་དུ་ངས་དེ་ཁྱེད་རང་ཚོ་ལ་བཀའ་མོལ་འདི་ཞུ་གི་མེད་ད་དངུལ་ཡོང་ཡག་གི་ཆེད་དུ་བཀའ་མོལ་ཞུ་དགོས་བྱུང་ན་ངས་ནེ་པ་ལིའི་སྐད་ཐོག་ནས་ཧིན་དིའི་སྐད་ཐོག་ནས་དེ་འདྲའི་རྒྱལ་མོ་གླང་ཡག་སོ་འདྲ་བོ་དང་དེ་འདྲ་བཤད་པ་ཡིན་ན། ཨ་ནི་རྒྱ་གར་གཅིག་པོ་ལ་ནེ་པ་ལི་གི་མི་འབོར་ཀོ་རོར་བཅུ་ཡོད་རེད་ཟེར་གི་རེད་ཀོ་རོར་བཅུ། ནེ་པ་ལི་སྐད་ཧ་གོ་མཁན་སྐད་རྒྱབ་མཁན་ངས་ནེ་པ་ལི་སྐད་ལ་དེ་འདྲའི་གཅིག་གི་སློབ་སྦྱོང་གལ་ཆེན་པོ་ཡིན་པའི་སྐོར་དང་དེ་འདྲའི་ལ་དེ་འདྲའི་སྐོར་ལ་ཁོ་རང་ཚོ་གཉིད་སད་ཡ་ཐབས་ཤེས་བྱས་ན་ཁོ་རང་ཚོ་ཏན་ཏན་ག་པོ་ཡོང་གི་རེད་པ། ཀོ་རོར་བཅུ་ཡོད་རེད་ང་ཚོ་དེ་རྒྱ་གར་དང། ཕྱི་རྒྱལ་ལ་འབུམ་གཅིག་གི་ཡོད་རེད་ཟེར་གྱི་ཡོད་རེད་པ་ཧ་ལས་ན་མི་འབུམ་གཅིག་གི་ལྟ་གི་རེད། ཡིན་ནས་ངས་ནེ་པ་ལིའི་སྐད་ལ་ངས་ཁོ་རང་ཚོ་ལ་ཐུགས་ཕན་གསོས་ཡ་གི་བཀའ་མོལ་དེ་འདྲའི་ཞུས་ཡོད་པ་ཡིན་ན་རྒྱ་གར་དང་རྒྱ་གར་གཅིག་པོ་ལ་ནེ་པ་ལི་གི་མི་སྐོར་རོར་བཅུ་ཡོད་རེད་ས་ཨ་ནི་བལ་ཡུལ་ལ་ག་ཚོད་ཡོད་འགྲོ། ད་ག་ན་ཤི་ཨ་མི་རི་ཀ་དང་ལྟི་བ་ལ་ག་ཚོད་ཡོད་འགྲོ། ཨ་ནི། དེ་འདྲ་བཤད་པས་ན་ད། ང་ལ་དེ། View། མང་པོ་དགོས་ཀྱི་ཡོད་ན་ལྟ་མཁན་མང་པོ་དགོས་ཀྱི་ཡོད་ན། ངས་ནེ་པ་ལི་ལ། དེ་འདྲའི་ང་རང། ང་རང་གི་ཉམས་མྱོང་བསགས་པའི་སྐད་ཆ་དེ་འདྲའི། བཤད་པ་ཡིན་ན། གསན་གཟིགས་གནང་མཁན་དང། ལྡབ་བཅུ་ཉི་ཤུ། མང་ང་ཡོང་གི་རེད། I will have། Ten or twenty times more viewers ཡིན་ན་དེ་ངས་དེ་ང་རང་ཚོའི་སྤྱི་ཚོགས་ལ་ཕན་ཡོང་བསམ་བྱས། གཉིད་སད་ཡག་གི་ཐབས་ཤེས་ད་དངོས་གནས་དྲང་གནས་འཐུས་ཤོར་འགྲོ་གི་ཡོད་རེད་ང་ཚོ་གྱུར་པ་སྔོན་མ་ང་ཚོའི་པ་ལགས་ཨ་མ་ལགས་ཀྱི་འདི་འདྲ་བྱེད་ཀྱི་ཡོད་རེད་ང་ཚོ་ད་ག་རང་མུ་མཐུད་ནས་བྱེད་དགོས་རེད་ཟེར་ན། ཨ་ནི་ཏི་ནོར་འཁྲུལ་རི་དྭགས་ཏེ་སངས་རྒྱས་བཅོམ་ལྡན་འདས་ཀྱིས་སྔོན་མར་རྒྱ་གར་གྱི་ལུགས་སྲོལ་རིག་གཞུང་གཏན་ལ་ཕབ་པ་དེ་ལ་འགྱུར་བ་བཏང་བྱས་ཨ་ནི་རིགས་མཐོ་པོ་དང་རིགས་དམའ་པོ་ཟེར་ཡ་དེ་ནོར་འཁྲུལ་རེད། ཕྱེད་བྱས། ཁོ་སྔོན་མ། སྔོན་མ་གི་སྲོལ་རྒྱུན་འདི་རང་གཞུང་ནས་སྨྲ་ཤིང་སྨྲ་ཕོད་པ་བྱས་ནས་ཨ་ནི། ཐབས་ལམ་གསར་པ་ཅིག་བཙལ་བྱས་ནང་པའི་ཆོས་ཟེར་ནས་བྱུང་བ་རུ་བ། བྱས་ཙང། ག་རེ་བྱས་པ་ཡིན་ནའང་ག་རེ་བྱས་ནས་བྱེད་དགོས་རེད་ཡག་པོ་རེད་དང་མ་རེད་སོ་སོ་རང་གིས་ཀླད་པ་བེད་སྤྱོད་བྱས་ནས་ཐག་བཅད་དགོས་ཀྱི་ཡོད་རེད་ད་ངས་དེ་བརྙན་ཐུང་སེནད་ངས་དེ་གསར་པ་རེད་པ་བརྙན་ཐུང་བརྙན་ཐུང་སེན་སེ་གནང་མཁན་མང་པོ་ཞེ་དྲག་ཡོད་མ་རེད་འདི་སྤྱི་ཚོགས་ལ་ཕན་ཐོགས་ཡག་གི་བཀའ་མོལ་ཅིག་རེད་དགོངས་ན་ཁྱེད་རང་ཚོས། དགའ་པོ་མྱེས་པོ། སྤུན་མཆེད་དེ་འདྲའི་ལ། བརྒྱུད་བསྐུལ་གནང་རོགས་གནང Share it དེ་འདྲ་བྱས་པ་ཡིན་ན་སྤྱི་ཚོགས་ཚང་མ་ཅིག་མཐོང་རྒྱ་ཐོས་རྒྱ་ཆེ་རུ་ཕྱིན་པ་ཡིན་ན། ཨ་ནི་ང་རང་ཚོ་བོད་པ་སྤྱི་ལ་ཡག་པོ་ཡོང་གི་རུ་བ། ད་སོ་སོར་གཅིག་པོ་བསམ་བློ་བཏང་བ་ཡིན་ན། ངས་ད་ལྟ་ཞུས་པ་ནང་བཞིན་ཁྱེད་རང་གི་མི་ཚང་འདི་ཡལ་ག་གཅིག་ནང་བཞིན་རེད། ཤིང་འདི་སྤྱི་ཚོགས་རེད། སྤྱི་ཚོགས་འདི་སྐམ་པ་ཡིན་ན། ཡལ་ག་སྐམ་རྒྱུ་བརྒྱ་ཆ་བརྒྱ་ཐག་ཆོད་ཚར་བ་རེད། དེ་འདྲ་བྱེད་ཆེད་སློབ་སྦྱོང་ལ་བརྟས་སུ་ཤུགས་བསྐྱོན་རོགས་གནང། ཨ་ནི། དུས་ཚོད་སྟོན་ཅིག་དངུལ་གཅིག་པོ་བྱེད་ལ་མ་ཕེབས་པ་ཅིག་དངུལ་མེད་ཐབས་མེད་པ་རེད་དེ། མང་དྲགས་ན་ཡང་སྐྱོན་ཡོད་རྟ། བྱས་ཙང་དུས་ཚོད་བརྟས་སུ་སྟོན་ཅེས་སྤུ་གུ་ལ་མངའ་དགོངས། སློབ་སྦྱོང་བཀྲིས་ཡ། དུས་ཚོད་སྟོན་རོགས་གནང་ང་ནི་དེ་འདྲ་བྱས་པ་ཡིན། སྤུ་གུ་ཚོ་ལ་སྔ་དགོང་ཡི་གེ་བསླབ་དེ་ངས་བྱེད་ཡོད་དམ་མེད་ད་ད་འདྲ་རྒྱ་ཡོད་རེད་པ་འཛམ་བུ་གླིང་ཆུང་ཆུང་ཞེ་དྲག་རེད། ངས་དེ་བརྙན་ཐུང་གསན་གཟིགས་གནང་མཁན་མང་ཆེ་བ་ནི་ཡུལ་མི་སློབ་ཕྲུག་རེད་ཕྱི་རྒྱལ་བའི་སློབ་ཕྲུག་ཡོད་རེད་ཨ་ནི་གྲོང་པ་ཁྱིམ་མཚེས་ཡོད་རེད། ངས་རྫུན་བཤད་ནས་ལ་དྭགས་ཀྱི་མ་རེད་པ། ངས་དེ་འདྲ་བྱས་པ་ཡིན། ཨ་ནི། ཁྱེད་རང་ཚོ་ཡང་དེ་འདྲ་གནང་ན། ཡག་པོ་ཡོང་གི་རེད་བསམ་གྱི་ངས་དེ་བརྙན་ཐུང་འདི་བཟོས་པ་ཡིན་ཨ་ནི་ཐུབ་པའི་ཚོས་གསོད་པའི་རེ་བ་ཡོད་ད་འདི་ངས་འཛིན་གྲྭ་རེད་དེ་མེ་ཏོག་འདི་ཚོ་ཚང་མ་ང་རང་རང་གིས་བཏབ་ཨ་ནི་འཛིན་གྲྭ་འཛིན་ཁང་གཅོག་ཚེ་འཛུལ་ཚོ་སོ་སོ་རང་གིས་ཁྱིས་བྱས་ནས། ད་ག་རེ་གནང་པ་ཡིན་ན་ཡང་ངས་ད་ལྟ་འོ་ཞུ་ཡས་གཅིག་བྱས་སོང་ད་སོ་སོ་རང་གིས་བགྱིས་ཡོད་རེད།

ཕྱི་ལོགས་ནས་བྱུང་བའི་ཡོན་ཏན་ཟིན་ནི་ཡོན་ཏན་གཉིས་ཡོད་རེད། ད། འདི་སོ་སོའི་ནང་ལ་ཡོན་ཏན་འདི། ག་རེ་ཡིན་མིན་མཁྱེན་ཡ་གལ་ཆེན་པོ་ཞི་བོ་རེད། ད་དཔེར་ན། འདི་དཔེར་ན། སོ་སོའི་ནང་ལ་ཡོན་ཏན་དེ་ག་རེ་ཡོད་རེད། ཡོན་ཏན་ག་རེ་ཡོད་དེ་བཙལ་ཡག་དཀའ་ལས་ཁག་པོ་ཞེ་དྲག་རྙེད་ཡག་དཀའ་ལས་ཁག་པོ་ཞེ་དྲག་ཡོད་རེད། ཡིན་ནས་བཙལ་དགོས་རེད། ད་དཔེར་ན། ནེ་པ་ལི་ལ་ལབ་པ་ཡིན་ན། ལུག་སྐྱེ་དགུ་དགུན། ཡོན་ཏན་གཅིག་ཡོད་རེད་ཁོ། ཁ་གསལ་པོ་མཐོང་གི་ཡོད་མ་རེད་དཔེར་ན། མི་གཅིག་སྙིང་རྗེ་ཆེན་པོ་བཞི་པོ་གཅིག་ཡོད་རེད་སྙིང་རྗེ་ཆེན་པོ། ད་ཁོ་རང་གི་ཡོན་ཏན་དེ་སོ་སོས་ཧ་གོ་གོར་ང་མི་གཞན་ལས་སྙིང་རྗེ་ཆེ་བ་འདུག། ཡིན་གཅིག་མིན་གཅིག་དང་པོ་སོ་སོའི་ཡོན་ཏན་དེ་མཁྱེན་དགོས་གོ་ད་སྙིང་རྗེ་ཆེན་པོ་ཡོད་པ་ཧ་གོ་ན་ཨ་ནི། གར་ཞོག་གོ་ད་དཔེར་ན་ཆ་བཞག་ན་ཨམ་ཆིས་གནང་པ་ཡིན་ན། ཨམ་ཆིས་དཔེ་མི་སྲིད་པའི་ཡག་པོ་ཅིག་ཆགས་ཀྱི་རེད་ཁོ། དངུལ་གྱི་ཆེད་དུ་ལས་ཀ་བྱེད་ཀྱི་ཡོད་མ་རེད་ཁོ་སྙིང་རྗེ། སྙིང་རྗེའི་དབང་གིས། གཞན་ལ་ཕན་ཐོགས་བྱེད་ཀྱི་ཡོད་རེད་པ། ད་འདི་ཧ་མ་གོ་ན། ཨ་ནི་མི་སྙིང་རྗེ་ཆེན་པོ་ཅིག་སོ་སོའི་ཡོན་ཏན་འདི་ཧ་མ་གོ་བ་བྱེད། ཨ་ནི། ལས་ཀ་གཞན་དག་ཅིག་བྱེད་དགོས་བྱུང་བ་ཡིན་ན། ཁོ་དམག་མི་ལ་འགྲོ་དགོས་བྱུང་པ་ཡིན་ན། ཁོ་དམག་མི་གི་ཡོན་ཏན་འདི་ཚང་གི་ཡོད་མ་རེད། ཕ་རྒན་དམག་སྒར་ལ་བསྡད་པའི་སྐབས་ལ་ཡང། དམྱལ་བ་ལས་དམྱལ་བ་ལ་སླེབས་པ་ནང་བཞིན། སྐྱིད་པོ་ཁྱོན་ནས་མེད་པ་དེ་འདྲའི་ཅིག་ཆགས་པ་ཡིན་ན། ཨ་ནི། མ་གཞི་དངོས་ནས་དམྱལ་བ་ལ་སླེབས་པ་ནང་བཞིན་གང་ལྟར། སོ་སོའི་ནང་གི་ཡོན་ཏན་འདི་ཧ་གོ་ཆེ། ང། དཔེར་ན། སྤུ་གུ་ལ་སློབ་སྦྱོང་སྤྲད་ཡ་ལ་དབྱིངས་ཡོད་ཟེར་མཁན་གཅིག་མཁྱེན་པ་ཡིན་ན། དགེ་རྒན་གཅིག་གནང་པ་ཡིན་ན་ཡང། ཁྱད་དུ་འཕགས་པའི་དགེ་རྒན་གཅིག་ཆགས་ཀྱི་རེད། ད། ག་རེ་ཞུ་དགོས་རེད་མི། དངུལ་ག་པོ་གཅིག་དངུལ་ག་པོ་དེ་སྤྱིར་བཏང་ཡོད་དེ་ཡིན་ནས། ཡོད་དེ་ཡིན་ནས་དངུལ་ག་པོ་བཞི་པོ་གཅིག། ཨ་ནི། ཟ་ཁང་ཟིན་པ་ཡིན་ན། ཁོ་དངུལ་གྱི་ཆེད་དུ་ཟ་ཁང་ཟིན་པ་མ་གཏོགས་ཁོ་ཁང་ཁ་ལག་བཟོ་ཡག་གི་དོ་སྣང་ཞེ་དྲག་མེད་ཙང། ཁ་ལག་ཞེ་དྲག་ཡག་པོ་བཟོ་ཐུབ་གི་མ་རེད་ཁོ། ཁོ་འདི་ལ་དབྱིངས་མེད་ཙང་ཁོ། ཟ་ཁང་གཟིམ་དགོས་པའི་རྒྱུ་མཚན་འདི་ཁོ་དངུལ་བཟོ་ཡག་གི་བསམ་ཐོག་མ་གཏོགས། ཁ་ལག་ཟ་ཁང་ཡོང་མཁན་ལ་ཁ་ལག་ཞིམ་པོ་ཅིག་སྤྲད་དགོས་ཨ་གཟུགས་པོ་ལ་ཕན་ཕན་ཡག་ཅིག་སྤྲད་དགོས་ཨ་བསམ་ཙང་དེ་འདྲས་མེད་ཙང། ཁོ་ལམ་འགྲོ་ཡང་ཞེ་དྲག་ཡོང་གི་ཡོད་མ་རེད། སོ་སོའི་ཡོན་ཏན་འདི་ཧ་གོ་ན། བྱེད་པའི་སྐབས་ལ་ཡང་སྐྱིད་པོ། དཔེར་ན། དགེ་རྒན་བྱེད་འདོད་ཡོད་མཁན་གཅིག་དགེ་རྒན་ཆགས་པ་ཡིན་ན། ཨ་ནི། ལས་ཀ་བྱེད་པའི་སྐབས་ལ་ཡང་ལས་ཀ་ལས་སླ་པོ། སློབ་ཕྲུག་ཚོ་ལ་ཡང་ཕན་ཐོགས་པོ། དེ་འདྲས་ཡོང་གི་ཡོད་རེད། དེ་མ་ཡིན་ན་ད་ལྟོ་གོས་ཚད་ཡག་གཅིག་པོ་གི་དུས་ད་ལ་ལས་ཀ་གཅིག་དཔེར་ན་གསོལ་བ་ཡོད་པ་གསོལ་བ། གསོལ་བ་ཟེར་ན་བཀོལ། གསོལ་བ། ད་གསོལ་བ་འདི་ག་ནས་སྟོན་དགོས་རེད་ཟེར་ན་སའི་འོག་ནས་སྟོན་དགོས་རེད་བ། འདི་ལ་གླ་ཆ་ཡག་པོ་ཡོད་རེད་དེ། ཨ་ནི། ཉི་མ་ཉིན་གང་སའི་འོག་ལ་དེ་འདྲས་བསྡད་དགོས་བྱུང་ན། ཨ་ནི་དམྱལ་བ་ལ་སླེབས་པ་ནང་བཞིན་ཡོང་གི་མ་རེད་པས། ད་འདི་དཔེ་གཅིག་རེད་ཨ་ནི་དེ་ནང་བཞིན་སོ་སོ་འདོད་པ་མེད་པའི་ལས་ཀ་དེ་འདྲའི་བྱེད་དགོས་བྱུང་བ་ཡིན་ན། ཨ་ནི། མི་ཚེ་མ་ཞིག་སྔོན་ལ་དམྱལ་བ་ལ་སླེབས་པ་བཟོ་འགྲོ་བོ། དེ་འདྲ་ཡོང་གི་རེད་བྱས་ཙང་སོ་སོའི་སྐྱེས་པའི་ཡོན་ཏན་དང་གཞན་ནས་བྱུང་བའི་ཡོན་ཏན་ག་རེ་ཡོད་ན་ཡང་འདི་ངོ་ཤེས་བྱས་ཨ་ནི་སྙིང་རྗེ་ཡོད་ན་ང་སྨན་པ་བྱེད་ཀྱིན་ཟེར་ན་སྨན་པ་ཨ་ནི་བསམ་གྱིས་མི་ཁྱབ་པའི་ཡག་པོ་ཅིག་ཆགས་ཀྱི་རེད། མི་གཅིག་བློ་ཁོག་ཆེན་པོ་དང་གཟུགས་པོ་ཤུགས་ཆེན་པོ་དེ་འདྲས་ཡོད་པས་ན་དམག་མི་བྱས་པ་ཡིན་ན་ཡང། ཁོ་རང་བྱེད་པའི་སྐབས་ལ་སྐྱིད་པོ་ཡང་ཡོང་གི་རེད་ལས་སླ་པོ་ཡང་ཡོང་གི་རེད། ཨ་ནི། རྒྱལ་ཁབ་ལ་ཕན་ཐོགས་མཁན་ཕན་ཐོགས་མཁན་དམག་མི་གཅིག། ཕྱག་གིར་བྱས་ཙང་ཕ་མ་ཚོས་སྤུ་གུ་འདི་ལ་ཡོན་ཏན་ག་རེ་ཡོད་མེད་རྩད་ཞིབ་གནང་དགོས་ཀྱི་ཡོད་རེད་དེ། ཡོན་ཏན་དེ་ནེ་པ་ལི་སྐད་ལ་ལུག་སྐྱེས་གུ་གུན་ཟེར་གྱི་རེད་ཁོ Hidden Quality མངོན་གསལ་དོད་པོ་གང་ཡང་ཡོད་མ་རེད་ང་རང་ཚོའི་ཕ་མས་བཙལ་དགོས་ཀྱི་ཡོད་རེད་དེ་ང་རང་ཚོའི་ལས་འགན་རེད་ཨ་ནི་སློབ་སྦྱོང་གནང་དགོས་ཀྱི་ཡོད་རེད། དེ་མ་རྙེད་ན། དངུལ་འཛམ་བུ་གླིང་གི་དངུལ་ཚང་མ་ཁྱེད་རང་གི་ལག་པར་སླེབས་ན་ཡང། དམྱལ་བ་ནང་བཞིན་གྱི་མི་ཚེ་ཐུང་ཐུང་ཅིག་བྱུང་བ་ཡིན་ན། ཨ་ནི་ཕན་ཐོགས་སྤུ་ཙམ་ཡང་བྱུང་ཡོད་མ་རེད། ལས་ཀ་ཅིག་བྱེད་པའི་སྐབས་ལ་ཨང། བྱེད་ཉེས་འདི་བོ། ཁྲལ་ནང་བཞིན་མ་ཡིན་པ། དགའ་བཞིན་སྤྲོ་བཞིན་བྱེད་ཡག་གི། ས་བཅད་ཅིག་དེ་འདྲའི་ཅིག་སོ་སོས་བཙལ་དགོས་ཀྱི་ཡོད་རེད། དེ་འདྲའི་བྱེད་བྱེད་ད་ངས་དེ་ཐུགས་ཕན་གསོས་ཀྱི་སམ་ཅེས་དེ་འདྲའི་ཞུ་ད་ངས་དེ་གསན་གཟིགས་གནང་མཁན་མང་པོ་ཡོད་མ་རེད། ང་ལ་སྒྲོག་ལོས་ཅིག་གཉིས་རག་ཡོང་བསམ་པའི་རྟོག་ལ་ཡང་མེད། ངས་སྤྱི་ཚོགས་ལ་ཨ་ནི་ཐུགས་ཕན་གསོས་ཡོང་བསམ་ཅེས། དེ་འདྲའི་བཀའ་མོལ་ཞུས་བསྡད་ཀྱི་ཡོད་བྱས་ཙང་ཁྱེད་རང་ཚོས་འདིའི་སྐད་ཆ་འདི་ལ་ཕྱོགས་བལྟས་སུ་དགོངས་པ་ཡིན་ན་ནི་གཞན་དག་ལ་ཤེས་རིག་གནང་རོགས་གནང། ཨ་ནི་ང་རང་ཚོ་སྤྱི་ཚོགས་འདི་ཡིན་གཅིག་མིན་གཅིག་གཉིད་སད་དགོས་ཀྱི་འདུག་ད་གཉིད་མ་སད་པ་ཡིན་ན།

ཡིད་གཟབ་གནང་དགོས་ཀྱི་ཡོད་རེད། ད་དུང་ད་ཨ་མི་རི་ཀ་སོགས་གྲོགས་པོ་དེ་འདྲས་དང་རྒྱལ་ཁབ་ཆེན་པོ་ཨ་མི་རི་ཀ་དང་ཨོ་སི་ཀྲ་ལི་ཡ་ལ་ཨ་ནི་རྒྱ་མིའི་བསམ་འདུན་སྒྲུབ་མཁན་ཡོད་ན། ཡོད་རེད་ད་ཨ་མི་རི་ཀ་ལ་ཡང་ཡོད་རེད་ཨ་མི་རི་ཀས་ད་ལྟ་འདིའི་ནང་ལ་ག་རེ་ཞུ་དགོས་རེད། གྲོས་ཚོགས་ཀྱི་ནང་ལ་ཡང་ཡོད་རེད། མཁས་དབང་འདི་འདྲ་གི་ནང་ལ་ཡང་ཡོད་རེད། མཁས་དབང་འདི་ཚོ་ག་རེ་བྱེད་ཀྱི་ཡོད་ཟེར་ན་རྒྱ་མིས་ཀྱིས་མཁས་དབང་འདི་འདྲའི། PHD། ཚར་བ་རེད་པ། ཨ་ནི་ཁོ་རང་གིས་བྲིས་པའི་དེབ་འདིའི་ཀློག་མཁན་སེ་གང་ཡང་མེད་པ་བཅས་མཐོང་སའི་ཞེ་དྲག་མེད་པ་བཅས། ཨཱ་ནི། ཁོ་སྐད་གྲགས་ཆེན་པོ་ཅིག་ཆགས་པ་རེད་བ། ཨཱ་ནི། རྒྱ་མི་ཕ་དེ་འདྲས་ཞུས་ཆེ། ཁྱེད་རང་གི་དེབ་དེ་ཡག་པོ་ཞིབ་པོ་ཅིག་བྲིས་ཤག། ཨཱ་ནི་ཁྱེད་རང་ང་ཚོའི་མི་སེར་དེ་ཚོ་ལ་འགྲེལ་བཤད་རྒྱབ་རོགས་གནང་ཟེར་ག་ཅིག་ཡོད་ད་དེ་འདྲའི་དོ་སྣང་གལ་ཡོད་མ་རེད། ཨཱ་ནི་ཁོ་རང་གི་དེ་ལ་དེ་འགྲེལ་བཤད་རྒྱབ་ག་ཅེས་མི་མང་གིས་ཉེན་ག་བྱེད། ཨཱ་ནི། ཁོ་ལ་ཁར་ཞུ་བར་དཔལ་འབྱོར་གྱི་རོགས་རམ་དེ་འདྲའི་སྤྲད། དཔལ་འབྱོར་རོགས་རམ་སྤྲད་སྐབས་ཁོ་རང་ལ་དངུལ་ཐེགས་བྱུང་བར་བ་ཨ་ནི་རྒྱ་མི་ཡིན་ཡག་པོ་ཡོད་པའི་སྐོར་ལ་ཡོད་དམ་དེ་འདྲའི་དྲི་རོགས་བྱས་ན་བསམ་བྱས་དེ་འདྲའི་དྲི་གི་ཡོད་རེད། ཨ་མི་རི་ཀའི་གཞུང་གི་ནང་ལ་རྒྱ་མི་བསམ་དོན་སྒྲུབ་མཁན་ཡོད་པ་ཁྱེད་རང་ཚོ་ཚང་མས་མཁྱེན་གསལ་རེད། ད་ག་ནང་བཞིན་ཁར་ཞུ་གོ་རེད། པ་ཀི་སི་ཐན་གྱི་ནང་ལ་རྒྱལ་མིའི་བསམ་འདུན་འགྲུབ་མཁན་གྲོས་ཚོགས་ནང་ལ་ཡོད་པ་གསལ་པོ་རེད། ད་ནི་ང་རང་ཚོའི་སྤྱི་ཚོགས་ཀྱི་ནང་ལ་རྒྱལ་མིའི་བསམ་འདུན་འགྲུབ་མཁན་མེད་མ་སྲིད་པ་མ་རེད་ད། དཔེ་མི་སྲིད་ཡིད་གཟབ་གནང་དགོས་རེད། དཔེ་མི་སྲིད་ཡིད་གཟབ་གནང་དགོས་རེད། རྒྱ་སྲང་སྐད་ཆ་གཅིག་གོ་བ་ཡིན་ན། སྐད་ཆ་དེ་བདེན་པ་ཡིན་དང་མེད། ཐབས་ཤེས། བརྟག་ཞིབ་ཡག་པོ་མ་གནང་པ་ཡིན་ན། ཨ་ནི། སྤྱི་ཚོགས་ཕུང་པོ་རེད་ད། སྤྱི་ཚོགས་ཕུང་པོ་ཡིན་ན། ཨ་ནི། ད་ལྟ་ངས་ཞུས་པ་ན་ཤི་ཤིང་སྡོང་འདི་བཀབ་ན་ཡལ་ག་དང་སྐམ་ཡག་ཐག་ཆོད་ཚར་བ་རེད་བ། དེ་འདྲ་བྱས་བྱས་ད་དེ་བཀའ་མོལ་དེ་རིང་པོ་ཞེ་པོ་ཆགས་སོང། གོང་དང་ཨ་ནེའི་ཐུགས་ཕན་གསོས་པའི་རེ་བ་ཡོད། ཨ་ཕྱོགས་བལྟས་འདུག་དགོངས་པ་ཡིན་ན། བརྒྱུད་སྐུལ་གནང་རོགས་གནང། ལགས་སོ་ཨ་ནེ་ཐུགས་ཆེ་གནང།